གཉིས་པ། ཐ་སྙད་དུ་ཕྱི་རོལ་གྱི་དོན་ཡོད་མེད་ཇི་ལྟར་ཤེས་པ་ནི། ཐ་སྙད་དུ་ཕྱི་རོལ་ཡོད་དམ་མེད་ཅེ་ན། འདི་ལ་ཤེས་རབ་སྒྲོན་མ་ལས། དང་པོ། རྣམ་པར་རིག་པ་ཙམ་བླངས་ནས་ཕྱིའི་དེ་ཡོངས་སུ་གཏོང་བར་འདོད་ན་ཡང། འདམ་རྫབ་ཀྱི་སྦགས་ནས་འཁྲུ་བ་ལས། དང་པོ་ནས་མི་རིགས་པར་ཐག་བསྲིངས་པ་བཟང་སྟེ། ཕྱི་རོལ་གྱི་དོན་ངོ་བོ་ཉིད་མེད་པར་རྟོགས་པ་བཞིན་དུ། རྣམ་བཞིས་ཀྱང་བདག་མེད་པ་དང། སྐྱེ་བ་མེད་པར་རྟོགས་པར་བྱར་རུང་ངོ། ཞེས་གསུངས་ཏེ། འགྲེལ་བཤད་ལས། རྣལ་འབྱོར་སྤྱོད་པ་བ་འགའ་ཞིག་གིས་དང་པོར། ཀུན་རྫོབ་ཀྱི་བདེན་པ་ལ་འཇུག་པའི་སྐབས་སུ། ཕྱི་རོལ་འགག་ཅིང། རྣམ་བཞི་ཙམ་དུ་ཁས་བླངས་ལ། ཕྱིའི། དོན་དམ་བདེན་པ་རྟོགས་པར་བྱ་བའི་དུས་སུ། རྣམ་བཞི་ཙམ་ཡང་སྤང་བར་བྱའོ་ཞེས་འདོད་པའི་ལུགས་ཡིན་པར་འཆད་དོ། དེ་ནི་དང་པོར། རྣམ་བཞིའི་བདེན་པར་འཛིན་དུ་བཅུག་ནས། ཕྱིས་དེའི་བདེན་པ་འགོག་པ་ལས། དང་པོ་ནས་བདེན་མེད་དུ་སྟོན་པ་ལེགས་ཏེ། དོན་བདེན་པར་མེད་པ་བཞིན་དུ་རྣམ་བཞིས་ཀྱང། བདེན་པར་མེད་པ་རྟོགས་པར་བྱར་རུང་བའི་ཕྱིར་རོ་ཞེས་པར་སྣང་བས། དབུ་མ་པ་ཁ་ཅིག། གདུལ་བྱ་ལ་རིམ་པ་དེ་ལྟར་ངེས་པར། སྟོན་དགོས་ཞེས་འདོད་པ་འགོག་པར་མངོན་ནོ། དེ་བཞིན་དུ། དེ་ཉིད་དུས་གཅིག་ཏུ་མི་བསྒོམ་པར་རིམ་ཅན་དུ་བསྒོམ་པར་བྱ་ཞེས་པ་ལ་ཡང། སྔར་ནི་གཅིག་ཆར་དུ་བསྒོམ་པ་ལ་སེར་སྣ་བྱ་མི་དགོས་སོ། ཞེས་དེ་ཉིད་ལས་གསུངས་པ་ཡང། རྣལ་འབྱོར་སྤྱོད་པ་པ་ཁ་ཅིག་འདོད་པར་འགྲེལ་བཤད་ལས་ཤེས་མོད་ཀྱང་སྔ་མ་དང་འདྲ་བར་སེམས་སོ། དེས་ན། འདི་འདྲ་བའི་ལུགས་ཀྱང་རེ་རེ་ཙམ་བྱུང་མོད་ཀྱང། གཞུང་རྒྱས་པར་བརྩམས་ནས་ཐ་སྙད་དུ་ཕྱི་རོལ་མེད་པའི་ཚུལ་གྱིས་དབུ་མའི་གྲུབ་མཐའ་ནི། སློབ་དཔོན་ཞི་བ་འཚོས། གསོད་བྱེད་པར་སློབ་དཔོན་ཡེ་ཤེས་ཏེ་ཞེས་པ་ལྟར་ལེགས་སོ། དེ་ཡང་དབུ་མ་རྒྱན་གྱི་རང་འགྲེལ་ལས། གང་དག་གིས་རྒྱུ་དང་འབྲས་བུའི་དངོས་པོ་དམ་བཅས་པས། རྒོལ་བ་ངན་པ་ཐམས་ཅད་ཀྱིས་ལན་བཏབ་པར་འདོད་པས། ཀུན་རྫོབ་པའི་དངོས་པོ་དོན་གང་ཡིན་པ་དེ་དཔྱད་པར་བྱའོ། ཅི། སེམས་དང་སེམས་ལས་བྱུང་བ་ཙམ་གྱི་བདག་ཉིད་ཁོ་ནའམ། ཅིའི་ཕྱིར་བདག་ཉིད་ཀྱང་ཡིན་ཞེ་ན། དེ་ལ་ཁ་ཅིག་ནི་ཕྱོགས་ཕྱི་མ་ལ་བརྟེན་ཏེ། བསྟན་བཅོས་སེམས་ཙམ་ཤེས་སོང་པ། བྱེད་པོ་ས་འོག་དགག་བྱེད་རོ་ཞེས་ཇི་སྐད་བརྗོད་པ་ལྟ་བུའོ། གཞན་དག་སེམས་པ་ནི། རྒྱུ་དང་འབྲས་བུར་གྱུར་པ་ཡང། ཤེས་པ་འབའ་ཞིག་ཁོ་ན་སྟེ། རང་གིས་བགྲོད་པ་གང་ཡིན་པ། དེ་ནི་ཤི་བར་གནས་པ་ཡིན་ཞེས། དབུ་མ་གཉེན་པོའི་ལུང་དྲངས་ནས། ཕྱི་རོལ་ཞེས་པའི་ལུགས་བཞག་པ་ནི་སྔར་བཤད་པ་ལྟར་རོ། གཞན་དག་སེམས་ཞེས་པ་ནི་རང་གི་ཞེས་པའོ། མདོ་གང་ལ་བརྟེན་ནས་དེ་ལྟར་མཛད་པ་ཡང་གཞུང་དེའི་རང་འགྲེལ་ལས། དེ་ལྟར་བྱེད་ན། གཏུ་བུ་བཀོད་པ་དང། དགོངས་པ་ངེས་པར་འབྲེལ་བ་ལ་སོགས་པ་ལས། འབྱུང་བ་ཐམས་ཅད་དང་མཐུན་པ་ཡིན་ནོ། ལང་ཀར་བཤིག་པ་ལས་ཀྱང། ཕྱི་རོལ་གཟུགས་ནི་ཡོད་མིན་ཏེ། རང་གི་སེམས་ནི་ཕྱི་རོལ་སྣང། ཞེས་བསྟན་པ་འདི་ཡང། ལེགས་པར་ཤེས་པ་ཡིན་ནོ་སྙམ་དུ་སེམས་སོ། ཞེས་གསུངས་པ་ལྟར་རོ། དེ་ལྟར། སེམས་ཙམ་གྱི་ཚུལ་ལ་བརྟེན་ནས། གང་ཟག་གི་བདག་དང། བདག་གི་བ་དང། གཟུང་འཛིན་རྒྱང་ཆད་ལ་སོགས་པ་རང་གཞན་མེད་པར་ཚིག་ཆུང་ངུས་རྟོགས་ལ། བློ་ཡི་མཐུ་མི་འབྱོང་བ་དང། བརྩོན་པ་ལྷག་པར་ཆེ་བས་སེམས་དེ་ལ་གཅིག་དང་དུ་མའི་རང་བཞིན་གྱིས་བརྟགས་པ་ན། དོན་དམ་པར་སྙིང་པོ་མི་མཐོང་བས་དོན་དམ་པར་མཐའ་ཐམས་ཅད་སྤངས་པ་དབུ་མེད་ཚུལ་རྟོགས་ཏེ་དབུ་མ་རྒྱན་ལས། སེམས་ཙམ་ལ་ནི་བསྟན་ནས་སུ། ཕྱི་རོལ་དངོས་སྨྲས་ཤེས་པར་བྱ། ཚུལ་འདིར་བསྟན་ནས་དེ་ལ་ཡང། ཤིན་ཏུ་བདག་མེད་ཤེས་པར་བྱ། ཞེས་གསུངས་སོ། འདི་ཡང་ལང་ཀར་ཞིག་པ་ལས། རྒྱུ་དང་རྐྱེན་ནི་རྣམ་ལོག་དང། རྒྱུ་ཡང་ངེས་པར་བཀག་པ་དང། སེམས་ཙམ་རྣམ་པར་གཞག་པ་ནི། སྐྱེ་བ་མེད་པར་ངེས་བཞེད་དོ། དངོས་པོ་རྣམས་ཀྱི་ཕྱི་དངོས་མེད། སེམས་ཀྱང་ཡོངས་སུ་བཟུང་མ་ཡིན། ལྟ་བ་ཐམས་ཅད་སྤངས་པའི་ཕྱིར། སྐྱེ་བ་མེད་པའི་མཚན་ཉིད་དོ། ཞེས་གསུངས་པས། བརྟན་པར་རྒྱན་དུ་བཤད་ལ། ཚིགས་བཅད་སྔ་མའི། རྣམ་པར་རིག་པ་ཙམ་གྱི་ཚུལ་གྱིས་སྐྱེ་མེད་དང། གཉིས་པའི། དབུ་མ་བའི་ལུགས་ཀྱི་སྐྱེ་མེད་བསྟན་པར། དེ་ཡི་འགྲེལ་བཤད་ལས་གསུངས་སོ། ཐ་སྙད་དུ་ཕྱི་རོལ་གྱི་སྟོང་པའི། རྣམ་པར་རིག་པ་ཙམ་གྱི་ཚུལ་དང། དོན་དམ་པར་ཆོས་ཐམས་ཅད་ངོ་བོ་ཉིད་མེད་པའི་ཚུལ་འདི་ཉིད། འདི་ཉིད་ཀྱི་སྒོ་ནས། ཐེག་པ་ཆེན་པོ་ཐོབ་པར་བྱེད་དེ་དེ་ཉིད་ལས། ཚུལ་གཉིས་ཤིང་རྟ་བཞོན་གནས་སུ། རིག་པའི་ས་སྐྱོགས་འཇུ་བྱེད་པ། དེ་དག་དེ་ཕྱིར་ཇི་བཞིན་དོན། ཐེག་པ་ཆེན་པོ་པ་ཉིད་ཐོབ། ཅེས་སོ། འོན་ཀྱང་ཐ་སྙད་དུ་ཕྱི་རོལ་མེད་པའི་ཚུལ་འདི། མགོན་པོ་ཀླུ་སྒྲུབ་ཀྱི་དགོངས་པར་འཆད་དགོས་ན། དེ་ཡི་གཞུང་གང་གིས་བསྟན་པར་འདོད་ཅེ་ན། དབུ་མ་རྒྱན་ལས། འདིར་ཡང་གསུངས་པ། འདི་ལ་སྐྱེ་བ་ཅི་ཡང་མེད། འགག་པར་འགྱུར་བའང་ཅི་ཡང་མེད། སྐྱེ་བ་དང་ནི་འགག་པ་དག། ཤི་བ་འབའ་ཞིག་ཁོ་ནའོ། འབྱུང་བ་ཕྱེད་ལ་སོགས་བཤད་པ། རྣམ་པར་ཤེས་སུ་ཡང་དག་འདུག། དེ་ཤི་བས་ནི་འབྲལ་འགྱུར་ན། ལོག་པར་རྣམ་དག་མ་ཡིན་ནམ། ཤེས་པ་འདིར་དྲངས་ནས་ཕྱི་དོན་མེད་པར་བསྒྲུབས་ཏེ། ཚིགས་བཅད་ཕྱི་མ་འདིས་རིགས་པ་དྲུག་ཅུ་པ་ལས་གསུངས་སོ། ཚིགས་བཅད་དང་པོས། སེམས་ཙམ་དུ་བསྟན་པ་ལ། འབྱུང་བ་འབྱུང་འགྱུར་ཤེས་པ་ཇི་ལྟར་ཡིན་ཞེ་ན། ཕྱི་མའི་དེ་ཉིད་རྣམ་ཤེས་དེ་དག་ཏུ་སྣང་བ་ལ་བཞག་པས་རྣམ་ཤེས་སུ་འདུའོ། རྣམ་ཤེས་སམ། ཕྱི་དོན་ཡིན་ཡང་རུང། དོན་དམ་པར་ཡོད་དོ་ཞེ་ན། ཡང་དག་པའི་ཤེས་པ་ལ་མི་སྣང་བས་ལོག་པར་རྟོག་པའོ། འགྲེལ་བཤད་ལས། ཚིགས་བཅད་དང་པོ། ལང་གཤེགས་ལས་དྲངས་པར་བཤད་དོ། ཤིན་ཏུ་སྦེད། འདི་གཉིས་ཀ། ཀླུ་སྒྲུབ་ཀྱི་ཡིན་པར་བྱས་ནས། འདི་ཡིས་སེམས་ཙམ་དུ་བསྟན་པ་ལ། དབུ་མ་པ་དང། སེམས་ཙམ་པ་གཉིས་འདྲ་བར་བཞེད་དོ། ཤེས་བ་འཚོལ། རྒྱུན་གཅིག་ཏུ་དྲངས་པ་ལ་བསམ་པར། མངོན་པར་ཡང། དེར་བྱེད་པ་པོ། སོ་སོས་མཛད་པ་རྒྱུན་གཅིག་ལ་དྲངས་པ། གཞན་ཡང་ཡོད་དོ། ལུགས་འདིས་སྔོ་སེར་ལ་སོགས་པའི་རྣམ་པ། དངོས་པོར་འདོད་དེ། ཆོས་ཀྱིས་གྲགས་པའི་གཞལ་བ་ཡང་དེ་ལྟར་འབྲེལ་བས་ཐ་སྙད་དུ་རྣམ་བདེན་པ་ལྟར་འདོད་པའི་དབུ་མ་པའོ། རང་རིག་ཐ་སྙད་དུ་འཇོག་ལ། ཀུན་གཞི། འཇོག་མི་འཇོག་གི་ཚུལ་གསལ་བར་མ་བཤད་ཀྱང། མི་ཤེས་པའི་ཕྱོགས་སུ་མངོན་ནོ། ཐ་སྙད་དུ་དངོས་གསལ་ལ་སོགས་པའི་རྣམ་པ་རྣམས། དངོས་པོར་མེད་པ་རྣམ་རྫུན་པ་ལྟར་འདོད་པའི་དབུ་མ་པ་ནི། སློབ་དཔོན་ལྭ་བ་པའི་དཔྲལ་བ་ལྟར་ཡིན་ནོ། ཞེས་དཔལ་འབྲི་དང་ལྷན་ཅིག་སྐྱེས་པའི་རྡོ་རྗེས་བཤད་དོ། གསུམ་པ། མདོ་སྡེ་དགོངས་འགྲེལ་གྱི་དོན་ཇི་ལྟར་བཤད་པ་ནི། འོ་ན། ལུགས་འདིས། མདོ་སྡེ་དགོངས་འགྲེལ་གྱི་དོན། རྣལ་འབྱོར་སྤྱོད་པ་པ་དག་གིས་ཇི་ལྟར་བཤད་པ་དེ་བཞིན་དུ་འདོད་དམ། ཇི་ལྟར་འདོད་ཅེ་ན། དབུ་མ་སྣང་བ་ལས། དེ་ཡི་དོན་དུ་བཅོམ་ལྡན་འདས་ཀྱིས་སྐྱེ་བ་མེད་པ་ལ་སོགས་པ་བསྟན་པ་དོན་དམ་པའི་དབང་དུ་མཛད་པ་ཁོ་ནར་བརྗོད་ཅིང། ངོ་བོ་ཉིད་མེད་པ་རྣམ་པ་གསུམ་གྱི་དགོངས་པ་བསྟན་པས་དབུ་མའི་ལམ་མཐའ་གཉིས་དང་བྲལ་བ་རབ་ཏུ་བསྟན་པའི་ཕྱིར། ངེས་པའི་དོན་ཁོ་ནགོ་ཞུགས་འཛུགས་པར་མཛད་པ་ཡིན་ནོ། ཞེས། དགོངས་འགྲེལ་གྱི་ངོ་བོ་ཉིད་མེད་པ་གསུམ་གྱི་དགོངས་པ་བསྟན་པ་དེ་ཉིད་ཀྱིས། ཡུམ་གྱི་མདོ་ལ་སོགས་པ་ངེས་པའི་དོན་ཡིན་པས་གཞུང་བཙུགས་པར་འཆད་དོ། དེ་ཡང། ཀུན་རྫོབ་པའི་ངོ་བོ་ཉིད་ལ་སྐུར་བ་འདེབས་པ་དང། མཐའ་གཉིས་དུ་མེད་པར་རྟག་པ་ལ་སོགས་པའི་དངོས་པོ་དང། གཟུགས་ལ་སོགས་པ་ཇི་ལྟར་སྣང་བ་དེ་བཞིན་དུ་ཡོད་པར་སྒྲོ་འདོགས་པ། དོན་དམ་པ་ལ་མི་འཇུག་པ། དེ་དག་གིས་སྒྲོ་སྐུར་གྱིས་འཛིན་པ་སེལ་བའི་དོན་དུ་གསུངས་ཏེ། སྐྱེ་བ་མེད་པ་ལ་སོགས་པ་གསུངས་པ། སྒྲ་ཇི་བཞིན་པ་བཀག་པས་ནི། སྐྱེ་འགག་མེད་པ་ལ་སོགས་པ་བསྟན་པ། དོན་དམ་པའི་དབང་དུ་མཛད་པར་བསྟན་ལ། དེས་ནི། ཐ་སྙད་དུ་སྐྱེ་འགག་སོགས། ཡོད་པར་འདོད་དགོས་པས། སྐུར་འདེབས་ཟེར་ལོ། གཞན་དབང་རྐྱེན་གཞན་གྱི་དབང་གིས་སྐྱེ་ཡི། བདག་ཉིད་ཁོ་ནས་མི་སྐྱེ་བས། སྐྱེ་བ་ངོ་བོ་ཉིད་མེད་པར་ཤེས་པ་ནི་མཁས་པ་རྣམས། རྟེན་ནས་འབྱུང་བ་གང་ཡིན་པ་དེ་རང་བཞིན་གྱིས་སྟོང་པ་ཉིད་དོ་ཞེས་འདོད་པས་མ་གྲུབ་པར་ཞུས་པ་ལས། གང་ཞིག་རྐྱེན་ལས་སྐྱེས་པ་དེ་མ་སྐྱེས། དེ་ལ་སྐྱེ་བོའི་རང་བཞིན་ཡོད་མ་ཡིན། ཞེས། རྐྱེན་ལས་སྐྱེས་པ་རང་བཞིན་གྱིས་མ་སྐྱེས་པར་བསྟན་པ་དང་འདྲའོ། དེས་ན། རྒྱུ་རྐྱེན་ལས་སྐྱེས་བས། གཞན་དབང་ཡང་དག་པར་ཡོད་མི་དགོས་ཏེ་གཞན་བསྡུ་ན། སྒྱུ་མ་ལ་སོགས་པའི་བརྫུན་པ་རྣམས་ཀྱང་བདེན་པའི་དངོས་པོར་འགྱུར་རོ། དེའི་ཕྱིར། བདེན་པར་མེད་པ་སྒྱུ་མ་དང། ཁྱབ་པར་མེད་པ་ལ་དགོངས་ནས། དགོངས་འགྲེལ་ལས། གཞན་དབང་སྒྱུ་མ་བཞིན་དུ་གསུངས་སོ། དེ་ལྟ་བས་ན། དེ་ལ་མི་རྟག་པ་ལ་སོགས་པ། དོན་དམ་པར་ཡོད་པར་སོང་བའི་དོན་ནི་ཀུན་བཏགས་ཡིན་ལ། དེ་ཡང། ཇི་ལྟར་བཏགས་པ་བཞིན་མ་གྲུབ་པས། ཀུན་བརྟགས་མཚན་ཉིད་ངོ་བོ་ཉིད་མེད་པར་གསུངས་ཏེ། འདི་ཡིས་སྒྲོ་འདོགས་སེལ་ལོ། གཞན་གྱི་དབང་ཉིད་ལ། ཀུན་བརྟགས་ཀྱི་ངོ་བོར་ཤེས་པ་ཡིན་ཞིང་དེ་ལྟར་བཟུང་བས། མཚན་ཉིད་ཀྱི་ངོ་བོ་ཉིད་དུ་གཞན་དབང་མེད་པར་བསྟན་དགོས་པས། གཞན་དབང་དོན་དམ་པར་མ་གྲུབ་པ་ཉིད་ལ་མཚན་ཉིད་ངོ་བོ་ཉིད་མེད་པར་བཟུང་བ་མི་འགལ་ལོ། དགོངས་འགྲེལ་ལས། ཀུན་བརྟགས་རང་གི་མཚན་ཉིད་ཀྱིས་གྲུབ་པ་མེད་པས། མཚན་ཉིད་ངོ་བོ་ཉིད་མེད་པར་བཤད་ཅིང། ངོ་བོ་ཉིད་གཞན་གཉིས། རང་གི་མཚན་ཉིད་ཀྱིས་མ་གྲུབ་པས། མཚན་ཉིད་ངོ་བོ་ཉིད་མེད་པར་མ་གསུངས་པ་ནི། ངོ་བོ་ཉིད་གཞན་གཉིས། དོན་དམ་པར་མ་གྲུབ་པ་ཉིད། ཀུན་བརྟགས་རང་གི་མཚན་ཉིད་ཀྱིས་གྲུབ་པས། མཚན་ཉིད་ངོ་བོ་ཉིད་མེད་པར་བཤད་པའི་དོན་དུ་འདོད་པ་འདོད་ཅིང། དོན་དམ་པར་རང་གི་མཚན་ཉིད་ཀྱིས་མ་གྲུབ་པ། མཚན་ཉིད་ངོ་བོ་ཉིད་མེད་པའི་དོན་ཡིན་པས། སྒྲོ་འདོགས་དང་བྲལ་ལ། ཐ་སྙད་དུ་རང་གི་མཚན་ཉིད་ཀྱིས་གྲོལ་བས། མཚན་ཉིད་ཀྱི་ངོ་བོ་ཉིད་ཡོད་པས། ཀུན་འདས་སྤོང་བར་ཤིན་ཏུ་གསལ་ལོ། དེས་ན། གཞན་དབང་རང་གི་མཚན་ཉིད་ཀྱིས་མ་གྲུབ་ན། རྒྱུ་འབྲས་ལ་སྐུར་འདེབས་སུ་འགྲོ་བ། རྣལ་འབྱོར་སྤྱོད་པ་པ་དང་འདྲ་ལ། ཁྱབ་པར་ནི། འདས་པའི། དོན་དམ་པར་རང་གི་མཚན་ཉིད་ཀྱིས་མ་གྲུབ་པར་སྨྲ་ལ། རྣལ་འབྱོར་སྤྱོད་པ་བས། རང་གི་མཚན་ཉིད་ཀྱིས་གྲུབ་ན། དོན་དམ་པར་ཡོད་དགོས་ཞེས་སྨྲའོ། དགོངས་འགྲེལ་ལས། གཟུགས་ལ་སོགས་པ་འདི་དང། འདིའོ་ཞེས་ངོ་བོ་དང་ཁྱད་པར་དུ་བཏགས་པའི་ངོ་བོར། གཞན་དབང་གི་ཆོས་དེ་རྣམས་རང་གི་མཚན་ཉིད་ཀྱིས་མ་གྲུབ་པས། ཀུན་བརྟགས་ཀྱི་གཞན་དབང་སྟོང་པར་གསུངས་པའི་དོན་ནི་འདི་བས་ཀྱང། ལེགས་ལྡན་འབྱེད་ལྟར། གཞན་ཡུལ་ལ་འདོད་པ་སྔར་བཤད་པ་དང་འདྲའོ། གཞན་ཡང་དབུ་མ་སྣང་བར་མདོ་སྡེ་ཁ་ཅིག་ལས། ཆོས་ཐམས་ཅད་ནི། ངོ་བོ་ཉིད་མེད་པར་མ་སྐྱེས་པ། ཞེས་སོགས་གསུངས་པ་ནི་དྲང་དོན་ཡིན་ཏེ། དགོངས་འགྲེལ་ལ་སོགས་པ་ལས་མདོ་ཡི་དོན་གྱིས་དགོངས་པ་བསྟན་ཏོ་ཞེས་བརྩད་པའི་ལན་དུ། དེའི་ཕྱིར། དགོངས་པ་བསྟན་པ་ཡང་ངེས་པའི་དོན་ཉིད་དུ་འགལ་བར་མི་བྱེད་དོ། དེ་ཉིད་ཀྱི་ཕྱིར། སྐྱེ་བ་མེད་པ་ལ་སོགས་པ་བསྟན་པ་ངེས་པའི་དོན་ཉིད་དུ་བསྒྲུབ་པའི་ཕྱིར་དང། མཐོང་བ་ལ་སོགས་པ་དང་འགལ་བ་སྤངས་པའི་ཕྱིར་དང། སྒྲ་ཇི་བཞིན་དུ་རྟོགས་པ་བསལ་བའི་ཕྱིར། འཕགས་པ་བསྒོམ་པ་ངེས་པར་འབྲེལ་བ་དེ་ཉིད་ལས། ཞེས། ཆོས་བདག་མེད་པས། དོན་དམ་ངོ་བོ་ཉིད་མེད་པ་ལ་དགོངས་ནས། མ་སྐྱེས་པ་ལ། སོགས་གསུངས་པ་གྲངས་སོ། དེའི་ཕྱིར་ཞེས་པ་ནི། དགོངས་འགྲེལ་ལས། དོན་དམ་པ་ཡང་ཡིན་ལ། ཆོས་རྣམས་ངོ་བོ་ཉིད་མེད་པས་རབ་ཏུ་ཕྱེ་བ་ཡང་ཡིན་པས། དོན་དམ་པར་ངོ་བོ་ཉིད་མེད་པར་གསུངས་པས་ངོ་བོ་ཉིད་མེད་པ་འདི་ཡིན། ཆོས་ཐམས་ཅད་ངོ་བོ་ཉིད་མེད་པ་ཁོ་ན་ཡིན་པའི་ཕྱིར་ཞེས་པ་ལ་བཤད་དོ། འདིས་ནི། ངོ་བོ་ཉིད་མེད་པ་སོགས་གསུངས་པས་དགོངས་པ་དགོངས་འགྲེལ་གྱིས་བཀྲལ་ཏེ། སྒྲ་ཇི་བཞིན་པར་འཛིན་པ་བཀག་ནས་ངེས་དོན་དུ་སྒྲུབ་པར་བཤད་དོ། དབུ་མ་པས། དོན་དམ་པར་སྐྱེ་བ་མེད་པ་ལ་སོགས་པ་ཁས་ལེན་ཅིང། ཀུན་རྫོབ་པས་སྐྱེ་བ་ལ་སོགས་པ་འདོད་པས། སྐྱེ་བ་མེད་པ་ལ་སོགས་པ་བསྟན་པ་ལ་སྒྲ་ཇི་བཞིན་དུ་མི་ཞེན་ཞེས་གསུངས་པས། སྐྱེ་འགག་ལ་སོགས་པ་ཡེངས་མེད་དུ་འཛིན་པ་སྒྲ་ཇི་བཞིན་པར་འཛིན་པ་ཡིན་གྱི། དེ་དག་དོན་དམ་པར་མེད་པར་འདོད་པ་ནི་སྒྲ་ཇི་བཞིན་པར་འཛིན་པ་མིན་པའི་ལུགས་སོ། གལ་ཏེ་དེ་ལྟ་ཡིན་ན། ངོ་བོ་ཉིད་མེད་པ་དང། སྐྱེ་བ་མེད་པ་ལ་སོགས་པ་བཤད་པའི་འཁོར་ལོ་གཉིས་པ་དྲང་དོན་དུ་མདོ་འདི་ཡིས་བཤད་པ་འགལ་ཏེ། དེ་དག། མདོ་འདིས་ངེས་དོན་དུ་བསྒྲུབ་པ་ཡིན་པའི་ཕྱིར་རོ་ཞེ་ན། འདི་ཡི་འགལ་སྤོང་དབུ་མ་སྣང་བ་ལས་མཛད་མོད་ཀྱང་དགོངས་པ་ནི། དྲང་དོན་དུ་སོང་བ་དང། དགོངས་པ་གཏན་ནས་ངེས་དོན་དུ་བསྒྲུབ་པ་གཉིས་མདོ་གཅིག་ཡིན་ན་འགལ་མོད་ཀྱང། འཁོར་ལོ་བར་བར་ཙམ་དུ་གཅིག་པ་ཡིན་གྱི་མདོ་གཅིག་མིན་ནོ། དེ་ཡང་ཤེས་རབ་སྙིང་པོ་ལྟ་བུ། མདོ་དེའི་ནང་དུ་དོན་དམ་པ་དང་བདེན་པའི་ཁྱད་པར་གསལ་བར་མ་སྦྱར་བར། གཟུགས་མེད་ཅེས་པ་ལ་སོགས་པ་བསྟན་པ་ནི། ཇི་ལྟར་བསྟན་པ་དེ་ཙམ་གྱིས་སྒྲ་ཇི་བཞིན་པར་བཟུང་དུ་མི་རུང་བས་གཞན་དུ་དྲངས་དགོས་པའི་དྲང་དོན་ནོ། འདྲེན་ལུགས་ནི་མིག་དང་རྣ་བ་ལ་སོགས་པ་དོན་དམ་པར་མེད་ཀྱི། ཐ་སྙད་དུ་མེད་པ་མིན་པས་དོན་དམ་པ་ལ་སོགས་པའི་ཁྱད་པར་སྦྱར་དགོས་ཞེས་པ་ཡིན་ནོ། དེ་ལྟར་བྱེད་ན། ཤེས་ཆེན་བུམ་པ་ལྟ་བུ། དགག་བྱ་ལ་དོན་དམ་པ་ལ་སོགས་པའི་ཁྱད་པར་སྦྱར་བ་རྣམས། སྒྲ་ཇི་བཞིན་པའི་ངེས་དོན་དུ་གྲུབ་ཅེས་པའི་དོན་ཡིན་པས། འཁོར་ལོ་གཉིས་པ་དྲང་དོན་དུ་གསུངས་པ་དེ། གཉིས་པ་ཐམས་ཅད་མིན་ཞེས་པའི་དོན་ནོ། འདི་ཡང་དགོངས་འགྲེལ་ལས། ངོ་བོ་ཉིད་དང་སྐྱེ་འགག་ལ་སོགས། མེད་པར་གསུངས་པ་ལ། དེ་ཁོ་ནའོ་སྙམ་དུ་འཛིན་པས་སྒྲ་ཇི་བཞིན་པར་འཛིན་པ་བཀག་ཀྱང། དོན་དམ་པར་ངོ་བོ་ཉིད་མེད་པ་སོགས་སུ་འཛིན་པ་སྒྲ་ཇི་བཞིན་པར་འཛིན་པའི་དོན་དུ་བྱས་ནས་དེ་འགོག་པ་མ་གསུངས་ལ། གོང་འོག་བསྒྲིགས་ན། རང་གི་མཚན་ཉིད་ཀྱིས་གྲོལ་བའི་ངོ་བོ་དང། སྐྱེ་འགག་སོགས་མེད་པར་འཛིན་པ་སྒྲ་ཇི་བཞིན་པར་འཛིན་པ་ཡིན་ཀྱང། མདོ་འདིར། རང་གི་མཚན་ཉིད་ཀྱིས་མ་གྲོལ་བའི་མཚན་ཉིད་ངོ་བོ་ཉིད་མེད་པར་བཤད་པ། དོན་དམ་པར་ཡོད་པ་བཀག་པ་ལ་བཞེད་ཅིང། ཐ་སྙད་དུ་རང་གི་མཚན་ཉིད་ཀྱིས་གྲོལ་བ་ཞེས་པའི་གནད་ཀྱིས་དེ་ལྟར་འཆད་དོ། མདོར་བསྡུས་ན། ཐེག་ཆེན་ལ་ཞུགས་པ་ལ། འཁོར་ལོ་གཉིས་པ་སོང་པ་དེ་ལ་དགག་བྱ་ལ་དོན་དམ་པའི་ཁྱབ་པར་སྦྱར་བ་དང། མ་སྦྱར་བ་གཉིས་འབྱུང་བས། ཕྱི་མའི་མདོ་ནས་འབྱུང་བ་བཞིན། འདུ་བྱེད་ཞེན་པར་མི་སོང་བར། སྔ་མ་ནས་འབྱུང་བ་བཞིན། སྐྱེ་འགག་ལ་སོགས་པ་དོན་དམ་དུ་མེད་ཅིང་ཐ་སྙད་དུ་ཡོད་པ་ཤེས་པར་གྱིས་ཤིག་ཅེས་དགོངས་འགྲེལ་གྱིས་འགྲེལ་བས། དགོངས་འགྲེལ་ནི་ཡུམ་བུ་བ་ལྟ་བུ་རྣམས། ངེས་དོན་དུ་གཞུང་འཛུགས་པའི་མདོར་བཞེད་དོ། འདི་དག་གི་དང་པོ་དྲང་བདེན་དུ་འདྲེ་ཚུགས་ནི་གོ་བར་ཟད་དོ། གལ་ཏེ་རྣལ་འབྱོར་སྤྱོད་པ་བས་མཚན་ཉིད་གསུམ་གྱི་འཇོག་ལུགས་མདོ་འདིའི་དོན་མིན་ན། མདོ་གང་གི་ཡང་དོན་མིན་པར་བཞེད་དམ་སྙམ་ན། དབུ་མ་སྣང་བ་ལས་དགོངས་འགྲེལ་དང། ལང་གཤེགས་དང། རྒྱན་སྟུག་པོ་བསྐོར་བ་སོགས་ལས་ཕྱི་རུ་བཀག་ནས་སེམས་ཙམ་གྱི་ལུགས་སུ། བསྒྲུབ་པའི་སྐབས་འགའ་ཞིག་ཏུ། སེམས་ལ་རང་བཞིན་མ་འགགས་པ་ནི། ཆོས་ཐམས་ཅད་རང་གཞན་མེད་པ་ཅིག་ཅར་དུ་རྟོགས་མི་ནུས་པ་རིམ་གྱིས་སྤྲུལ་དགོས་པ་རྣམས་ཀྱི་བསམ་པ་དང་མཐུན་པར་བསྟན་པ་ཡིན་ནོ་ཞེས་གསུངས་པས། མདོ་དེ་དག་ལས། གཅིག་ཅར་དུ་ཆོས་ཐམས་ཅད་རང་གཞན་མེད་པར་རྟོགས་ནུས་པའི་གདུལ་བྱ་ལ་བཤད་པ་དང། སྔ་མ་གཉིས་ཀ། ཡོད་པའི་ཆ་བྱས་ནས་མདོ་ཡི་དོན་དུ་འཇོག་གོ། སློབ་དཔོན་ཤོ་བ་ཚོའི་གཞུང་དབང་བསྒྱུར་བ་རྣམས་ལས། མཚན་ཉིད་གསུམ་གཏན་ལ་འབེབས་ཚུལ། སྔར་བཤད་པ་བཞིན་གསལ་བོར་མ་བྱུང་ཡང། སློབ་དཔོན་གཉིས་ཀ་དགོངས་པ་གཅིག་ཏུ་ཡོད་དོ། དགོངས་འགྲེལ་ལས། མཚན་ཉིད་གསུམ་གསུངས་པའི་དོན། རྣལ་འབྱོར་སྤྱོད་པ་པ་དག་གིས་ཇི་ལྟར་བཀྲལ་བ། མདོ་ཡི་དོན་མིན་པར་དབུ་མའི་དོན་དུ་འགྲེལ་བའི་ལམ་སྲོལ་འདི་ནི། ལས་བསྟན་བྱེད་ཀྱི་ཆེ་བ། ཞིབ་ཏུ་ནི་དབུ་མ་སྣང་བ་ལས་བཤད་དེ། ཚུལ་གཉིས་ཀྱི་མདོ་འགྲེལ་ཚུལ་ཞིབ་ཏུ་ཤེས་ན། ཤིང་རྟ་ཆེན་པོ་རྣམས་ཀྱི་རིགས་པའི་རྣམ་འགྱུར་དང། གསུང་རབ་འགྲེལ་ཚུལ་དུ་མ་ཞིག་ཤེས་སོ། བཞི་པ། དོན་དམ་པར་ཡོད་པ་འགོག་པའི་རིགས་པའི་གཙོ་བོ་གང་ལ་བྱའི་བསྟན་པ་ལ་གཉིས། རིགས་པའི་དགག་བྱ་ངོས་བཟུང་བ་དང། དེ་ཇི་ལྟར་འགོག་པའོ། དང་པོར་རིགས་པའི་དགག་བྱ་ངོས་བཟུང་བ་ནི། གལ་ཏེ་ཆོས་རྣམས་ལ་རང་གི་མཚན་ཉིད་ཀྱིས་གྲོལ་བའི་རང་བཞིན་ཙམ་ཞིག་ཐ་སྙད་དུ་འདོད་ན། འོ་ན་དེ་ཙམ་མིན་པའི་བདེན་པ་དང་ཡང་དག་པ་དང། དོན་དམ་པར་གྲོལ་བ་ཞེས་བརྗོད་པའི་དགག་བྱ་དེ་ཇི་འདྲ་ཞིག་སྙམ་ན། དེར་བདེན་པར་གྲོལ་བ་སོགས་སུ་འཛིན་པའི་འཛིན་ལུགས་སམ། དེ་ཇི་འདྲ་ཞིག་ཏུ་བཟུང་བའི་དགག་བྱའི་སྤྱིར་ལེའུ་པར་མ་བཤད་བར། དེ་རྣམས་སུ་གྲུབ་པ་མི་སྲིད་ཅེས་པའི་བརྡ་འཇགས་པ་ཙམ་ལ་བརྟེན་ནས་དེ་ལྟར་གྲུབ་ན། གནོད་པ་འདི་ཡོད་དང། མ་གྲུབ་པའི་སྒྲུབ་བྱེད་འདིའོ། ཞེས་མང་དུ་སྨྲས་ཀྱང་དོན་ལེགས་པོར་མི་གོ་བས་དགག་བྱ་ངོས་བཟུང་བ་ནི་ཤིན་ཏུ་གལ་ཆེའོ། དེ་ཡང། ས་ལ་སོགས་པ་དོན་དམ་པར་འབྱུང་བའི་ངོ་བོ་ཉིད་མ་ཡིན་ཞེས་གསུངས་པའི་འགྲེལ་པར་རྟོག་གེ་འབར་བ་ལས། དོན་ཞེས་བྱ་བ་ནི་ཤེས་པར་བྱ་བའི་དོན་ཏེ། བརྟག་པར་བྱ་བ་དང། བསྒོ་བར་བྱ་བ་ཞེས་བྱ་བའི་ཐ་ཚིག་གོ། དམ་པ་ཞེས་པ་ནི་མཆོག་ཅེས་བྱ་བའི་ཚིག་གི་སྒྲ་ཡིན་ནོ། དོན་དམ་པ་ཞེས་བསྡུ་བ་ནི། དེའི་དོན་ཡང་ཡིན་ལ་དམ་པ་ཡང་ཡིན་པས་དོན་དམ་པའོ། ཡང་ན། དམ་པའི་དོན་ཏེ་རྣམ་པར་མི་རྟོག་པའི་ཡེ་ཤེས་དམ་པའི་དོན་ཡིན་པས་དམ་པའི་དོན་ནོ། ཡང་ན། དོན་དམ་པ་དང་མཐུན་པ་སྟེ། དོན་དམ་པ་རྟོགས་པ་དང་རྗེས་སུ་མཐུན་པའི་ཤེས་རབ་ལ་དོན་དམ་པ་དེ་ཡོད་པས་དོན་དམ་པ་དང་མཐུན་པའོ། ཞེས་གསུམ་གསུངས་པའི་ཕྱི་མ་ནི་སྐབས་ཀྱི་དོན་ཡིན་ཏེ་རྟོག་གེ་འབའ་བ་ལས། དམ་པ་ནི་རྣམ་པ་གཉིས་ཏེ། དེ་ལ་གཅིག་ནི་མངོན་པར་འདུ་བྱེད་པ་མེད་པར་འཇུག་པའི་འཇིག་རྟེན་ལས་འདས་པ་ཟག་པ་མེད་པ་སྤྲོས་པ་མེད་པའོ། གཉིས་པ་ནི། མངོན་པར་འདུ་བྱེད་པ་དང་བཅས་པར་འཇུག་པ་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་ཀྱི་རྗེས་སུ་མཐུན་པ། དག་པ་འཇིག་རྟེན་པའི་གཞི་ཞེས་བྱ་བ་སྤྲོས་པ་དང་བཅས་པ་སྟེ་འདིར། དེ་དམ་བཅས་པའི་ཁྱད་པར་མྱུར་དུ་གཟུང་བའི་ཉེས་པ་མེད་དོ་ཞེས་གསུངས་ཏེ། དོན་དམ་དཔྱོད་པའི་རིགས་ཤེས་ཀྱང་དེར་འདོད་དགོས་ཀྱི། འཕགས་པའི་རྗེས་ཐོབ་ཀྱི་རིགས་ཤེས་ཁོ་ན་མིན་ནོ། དེ་ལྟར་ན། དབུ་མ་པ་དང་གཞན་དག་ཡོད་མེད་དཔྱོད་པའི་གཞི་སྟེ། དོན་དམ་པར་མེད་ཅེས་པའི་དོན་ནི་བཞི་སྟེ། དོན་དམ་དཔྱོད་པའི་རིགས་ངོར་མེད་པ་སྟེ། དེས་མ་གྲུབ་ཅེས་པའོ། སློབ་དཔོན་འདིའི་གཞུང་གི་སྐོར་ནི། དེ་ལས་གསལ་བར་མ་བཤད་ལ། སློབ་དཔོན་ཡེ་ཤེས་སྙིང་པོའི་བདེན་གཉིས་ཀྱི་སྐོར་དང། དབུ་མ་རྒྱན་རང་འགྲེལ་དང་བཅས་པ་ལས་ཀྱང་གསལ་བར་ངོས་བཟུང་བ་མི་སྣང་ངོ། དབུ་མ་སྣང་བ་ལས། ཡང་དག་པའི་དོན་ཐོས་པ་དང་བསམ་པ་དང། བསྒོམ་པ་ལས་བྱུང་བའི་ཤེས་པ་ཐམས་ཅད་ནི། ཕྱིན་ཅི་མ་ལོག་པའི་ཡུལ་ཅན་ཡིན་པའི་ཕྱིར། དོན་དམ་པ་ཞེས་བྱ་སྟེ། འདི་ཡི་དོན་དམ་པ་ཡིན་པའི་ཕྱིར་རོ། མངོན་སུམ་དང། བརྒྱུད་པས་བྱེད་པའི་ཁྱད་པར་ནི་ཡོད་དེ། དེ་དག་གི་བསམ་པའི་དབང་གིས་དངོས་པོ་འདི་དག་ཐམས་ཅད་མ་སྐྱེས་པ་ཁོ་ནར་ཤེས་སོ། དེས་ན། འདི་སྐད་དུ། དོན་དམ་པར་སྐྱེ་བ་མེད་དོ་ཞེས་བྱ་བ་ནི། འདི་དག་ཡང་དག་པའི་ཤེས་པས་སྐྱེ་བར་མ་གྲུབ་བོ་ཞེས་བྱ་བ་ཡིན་ནོ་ཞེས་ཤེས་པར་འགྱུར་རོ། ཞེས། ཤེས་རབ་གསུམ་ནི། ཡུལ་དོན་དམ་ཡིན་པས་དོན་དམ་དུ་བརྟགས་ནས་ཤེས་ལ། ཡང་དག་པའི་ཤེས་པས་སྐྱེ་བར་མ་གྲུབ་པས། དེ་ཡི་བསམ་པའི་དབང་གིས་མ་སྐྱེས་པར་བཤད་ཅིང། བདག་མེད་གཉིས་ནི་རིག་པ་དང་ལྡན་པས་དམ་པ་ཡང་ཡིན་ལ། སྒྲུབ་པ་སྤོང་འདོད་པས། རྟོགས་བྱའི་ཆེད་དུ་དོན་དུ་གཉེར་བ་དང། ཡེ་ཤེས་དམ་པ་ཕྱིན་ཅི་མ་ལོག་པའི་དོན་ཏེ། ཡུལ་ཡིན་པས་དོན་དམ་མཚན་ཉིད་པར་བཤད་དོ། དེ་བཞིན་དུ། ཡང་དག་པ་ཡང་རིག་བཞི་ལ་བྱས་ནས་དེའི་དབང་གིས། རང་བཞིན་མེད་ཀྱི་ཐ་སྙད་པའི་ཤེས་དཔེ་མིན་པ་དང། ཡང་ན་དེ་ཁོ་ན་ཉིད་ཀྱི་ངོ་བོ་ལ་བྱས་ནས་དེ་ཁོ་ན་ཉིད་ཀྱི་རྣམ་པར་དཔྱད་ན་མེད་དོ་ཞེས་རྒྱན་གྱི་འགྲེལ་བཤད་ལས་བཤད་དོ། དངོས་པོའི་སྐྱེ་བ་ལ་སོགས་པ་དེ་ཁོ་ན་ཉིད་དུ་ཡོད་ན། དེ་དག་གི་དོན་དམ་པ་དང་དེ་ཁོ་ན་འཇལ་བའི་བློས་སྒྲུབ་དགོས་ན། དེ་མ་གྲུབ་པའི་ཕྱིར། སྐྱེ་བ་ལ་སོགས་པ་དངོས་པོ་རྣམས་ཀྱི་དེ་ཁོ་ན་ཉིད་དུ་མ་གྲུབ་ཅེས་སྟོན་པ་ཡིན་པས། དེ་ཉིད་ལ་དོན་དམ་པར་སྐྱེ་བ་མེད་པ་ཞེས་ཀྱང་བྱའོ། འོ་ན། སྐྱེ་བ་ཇི་འདྲ་ཞིག་ཏུ་གྲུབ་ན་དེ་ཁོ་ན་ཉིད་དུ་གྲུབ་པ་ཡིན་སྙམ་ན། དཔེར་ན། རྒྱུ་མེད་རྟ་གླང་དུ་སྤྲུལ་བའི་གཞི། ཤིང་དང་བོང་བ་ལ་སོགས་པ་དེས་མིག་ལྷད་པ་ལ་རྟ་གླང་དུ་སྣང་བ་ན་དེ་ཡི་ཤེས་པ་ལ་དེར་སྣང་བ་ཙམ་ཡིན་གྱི། ཤིང་ལ་སོགས་པ་དེར་མི་སྣང་ཞེས་སྨྲ་མི་ནུས་པ་བཞིན་དུ། སྨྱུ་གུ། ས་བོན་ལས་སྐྱེ་བར་སྣང་བ་ན། ཤི་བ་ལ་དེར་སྣང་བ་ཁོ་ནར་ཟད་ཀྱི། དེས་དེ་ལས་སྐྱེས་པ་མིན་ནོ་ཞེས་བྱར་མི་རུང་ངོ། འོ་ན། སྨྱུ་གུ་རང་ངོས་ནི་ས་བོན་ལས་སྐྱེས་པས་དོན་དམ་པའི་སྐྱེའོ་སྙམ་ན་སྐྱོན་མེད་དེ། སྤྲུལ་གཞིའི་ངོས་ནས་ཀྱང་རྟ་གླང་དུ་སྣང་བ་ཡོད་མོད་ཀྱང། མིག་ལྷད་པའི་ཤེས་པའི་དབང་གིས་དེ་ལྟར་སྣང་བ་ཡིན་གྱི། རང་གི་གཉུག་མའི་རྒྱུ་རྐྱེན་ལས་དེ་སྣང་དུ་སྐྱེས་པ་མིན་ཏེ། གཞན་དུ་ན་མིག་མ་ལྷད་པ་ལ་ཡང་དེ་སྣང་བར་འགྱུར་རོ། དེ་བཞིན་དུ་ས་བོན་ལས་སྨྱུ་གུ་སྐྱེ་བ་ཡང་ཐ་སྙད་པའི་བློ་ལ་དེ་ལྟར་སྣང་བའི་དབང་གིས་མ་བཞག་པར་སྨྱུ་གུ་རང་གི་གནས་ལུགས་ཀྱི་དབང་གིས་སྐྱེ་བ་མིན་ནོ། དེ་ལྟར་ཡིན་པ་ལ། རང་གི་ཡུལ་ཅན་གྱི་བློའི་སྣང་བའི་དབང་གིས་མ་བཞག་པར་སྨྱུ་གུ་རང་གི་གནས་ལུགས་ཀྱི་དབང་གིས་སྐྱེ་བ་ཡོད་པར་འཛིན་པ་ནི། དོན་དམ་པར་སྐྱེ་བ་ཡོད་པར་འཛིན་པ་ཡིན་ལ། དེའི་དོན་དམ་པ་དང་དེ་ཁོ་ན་ཉིད་དུ་སྐྱེ་བ་ཡོད་ཅེས་པ་ཡང་ཤེས་པར་བྱ་ལ། ཆོས་གཞན་ཐམས་ཅད་ཀྱི་དོན་དམ་པར་དང། དེ་ཁོ་ན་ཉིད་དུ་དང། བདེན་པའི་སྐྱེ་བ་སོགས་ཡོད་མེད་ཀྱང་ཤེས་པར་བྱའོ། འདི་ནི་དབུ་མ་སྣང་བ་ལས། དེས་ཀྱང། སྲོག་ཆགས་ཐམས་ཅད་ལ་ཡང་དག་པར་དངོས་པོའི་བདག་ཉིད་ལྟ་བུར། ཉེ་བར་བསྟན་པ་མཐོང་བར་འགྱུར་ཏེ། དེ་ཡི་ཕྱིར། དེ་དག་གིས། བསམ་པའི་དབང་གིས་དངོས་པོ་བརྫུན་པའི་ངོ་བོ་ཐམས་ཅད་ནི། ཀུན་རྫོབ་ཏུ་ཡོད་པ་ཁོ་ནའོ་ཞེས་བྱའོ། ཞེས། དོན་དམ་པར་རང་བཞིན་མེད་པ་ལ་ཡོད་པར་འཁྲུལ་པའི་བློ། ཀུན་རྫོབ་པ། ཐོག་མ་མེད་པའི་བག་ཆགས་ལས་བྱུང་བ་དེའི། སེམས་ཅན་རྣམས་ལ་ཡང་དག་པའི་དངོས་པོ་ཡོད་པ་ལྟར་སྟོན་པས། དེ་དག་གི་བསམ་པའི་དབང་གིས་ཡོད་པ་ལ་ཀུན་རྫོབ་ཏུ་ཡོད་པར་གསུངས་པས། དེ་ཡི་ལྡོག་ཕྱོགས་ལ། དོན་དམ་པར་ཡོད་པར་བྱ་དགོས་པས། དེ་ལ་བརྟེན་ནས་བཤད་དེ། དབུ་མ་རང་རྒྱུད་པ་ཐམས་ཅད་ཀྱི་ལུགས་ཀྱང་འདི་དང་འདྲའོ། བདག་འཛིན་ལྷན་སྐྱེས་གཉིས་ལྟ་བུ། མ་དཔྱོད་པའི་བློ་ལ་སྣང་བའི་དབང་གིས་ཐ་སྙད་དུ་ཡོད་པར་འཇོག་མི་ནུས་ཀྱང། ཐ་སྙད་པའི་ཤེས་པ་ཚད་མ་གཞན་གྱིས་མི་གནོད་པ་ལ་སྣང་བའི་དབང་གིས་ནི་ཐ་སྙད་དུ་དོན་ཡོད་པར་འཇོག་ནུས་སོ། འདས་པའི་ལུགས་ལ་འདི་འདྲ་བའི་ཤེས་པ་ལ་སྣང་བའི་དབང་གིས་བཞག་པས། ཐ་སྙད་པའི་གནས་ལུགས་ཀྱང་ཡོད་པས། རང་གི་ཡུལ་ཅན་གྱི་བློས་སྣང་བའི་དབང་གིས་མ་བཞག་པས། ཞེས་ཁྱབ་པར་སྨོས་སོ། བདེན་འཛིན་གྱི་ཡུལ་དེ། གཞི་དེ་དག་སྟོང་པའི་སྟོང་ཉིད་དེ་དག་གིས། དོན་དམ་པར་གནས་ལུགས་སུ་འདོད་མོད་ཀྱང་དེ་དག་ཀྱང། རང་གི་ཡུལ་ཅན་ལ་སྣང་བའི་དབང་གིས་བཞག་པ་མིན་པས་གནས་ལུགས་ཀྱི་དབང་གིས་མ་གྲུབ་བོ། འདིས་ནི། སྟོང་པ་ཉིད་སྟོང་པ་ཉིད་ཀྱི་དོན་ཡང་ཤེས་པར་བྱའོ། སྔར་བཤད་པའི་བདེན་འཛིན་དེ་ནི་འདས་པའི་ལུགས་ཀྱི་ལྷན་སྐྱེས་ཀྱི་བདེན་འཛིན་ཡིན་ལ། བདག་མི་ཤེས་པའི་སེམས་ཅན་ལ་ཡང། དེ་དག་གི་མིང་དོན་སྦྱོར་བའི་ཚུལ་གྱིས་འཛིན་པ་མེད་ཀྱང་དོན་ཡོད་དོ། དེས་ན། བདེན་འཛིན་གྱི་ཡུལ་དེར་གྲུབ་ན། མཐར་ཐུག་སྤྱོད་པའི་རིགས་པའི་སྤྱད་ཚུལ་དང། ཆ་མེད་ཀྱི་དངོས་པོ་དང། རང་གཞན་ཁྱད་པར་གསུམ་ལྡན་སོགས་སུ་ཡོད་པར་འགྱུར་རོ་ཞེས་ཕན་ནུས་ཀྱི། དེ་དག་ཏུ་འཛིན་པ་བདེན་འཛིན་གྱི་དོན་མིན་ཏེ། དེ་དག་བཀག་ཀྱང་བདེན་མེད་ཀྱི་དོན་མི་འགྲུབ་པའི་ཕྱིར་རོ། འདི་པའི་བདེན་འཛིན་གྱི་དོན་ལེགས་པོར་ངོས་མ་ཟིན་པས། རིགས་བཞི་ལ་གཞལ་བྱ་ཡོད་ན། བདེན་གྲུབ་ཏུ་སོང་ནས་སྔོན་གྱི་མཁས་པ་དག་ཀྱང། ཁ་ཅིག་དེ་ཉིད་འདོད་ལ། ལ་ལ། རིགས་བཞི་ཡོད་མེད་དང་གཞན་དག། རིགས་དཔག་དང་རྗེས་དཔག་གིས་ལྡོག་པ་ཕྱེ་ནས། ཡུལ་ཡོད་མེད་དུ་འཇོག་གོ། མདོར་ན། ཆོས་ཀྱི་དང་ཚེ་ལྷན་སྐྱེས་འདིས། ངོས་ཟིན་པར་བྱེད་ལ། ཆོས་དང་འགོག་པའི་རིགས་པ་ཐམས་ཅད། འདི་འགོག་པ་དངོས་དང་དེའི་ཡན་ལག་ཏུ་ཤེས་པར་བྱས་ཏེ། བསྙེན་པ་དང། ཤེས་པ་དང། བསམ་པས་རང་རྒྱུད་ཀྱི་འཛིན་པ་དེ་ལ་ཅི་ཙམ་ཞིག་སྣོད་དུ་སོང་བ། ཡང་ཡང་བརྟག་པ་ནི། གདམས་པའི་དོན་པོར་ཤེས་པར་བྱ་སྟེ། རང་སྡེའི་བདག་མེད་འཆད་པའི་སྐབས་གཞན་དུ་ཡང་དེ་བཞིན་དུ་བལྟའོ། གཉིས་པ་དེ་ཇི་ལྟར་འགོག་པ་ནི། དེ་ལྟ་བུའི་དགག་བྱ་འགོག་པའི་རིགས་པའི་གཙོ་བོ་གང་ལ་བྱེད་ཅེ་ན། ལུགས་འདིའི་དགག་བྱ་འགོག་པའི་རྟགས་ནི་དགའ་གསུམ་མ་གཏོགས་པ། འབྲས་དག་མ་སྨོས་པའི་རྟགས་ལ་བརྟེན་ནས་བྱེད་ལ། དེ་ཡང་ལང་ཀར་གཞིག་པ་དང། ཡབ་སྲས་མཇལ་བ་ལས་གསུངས་པ་ལ་བརྟེན་ནས། གཅིག་དང་དུ་བྲལ་གྱི་རྟགས་ཉིད་ཀྱིས་བསྒྲུབ་པ་ནི། དབུ་མ་རྒྱན་ལས་བཤད་དེ། དབུ་མ་རྣམས་དབང་ལས་ནི། རྡོ་རྗེ་གཟིགས་མ་དང་ཡོད་མེད་དཀྱིལ་འཁོར་དང་མུ་བཞི་དཀྱིལ་འཁོར་དང། གཅིག་དང་དུ་བྲལ་ཡང་གསུངས་ལ། རྟེན་འབྲེལ་གྱི་གཏན་ཚིགས་ཀྱང་གསུངས་ཏེ། དེ་ནི་འགལ་ཟླ་མེད་པའི་རྟགས་སོ། ཕ་རོལ་ལ་འགལ་འདུ་སྟོན་པའི་མཚམས་མཐར་ཐུག་པ་ནི། རང་བཞིན་འདས་པས་ཇི་འདྲ་ཞིག་ཁས་བླངས་པ་ལ་ཡང་དུས་ཀྱི་རིམ་པའམ་ཡུལ་གྱི་ཆའམ་ཤེས་པའི་ཡུལ་གྱི་རྣམ་པ་སོགས་ཆ་དུ་མ་མེད་པས་ཆ་མེད་མི་སྲིད་པར་བསྟན་ནས་ཆ་དུ་མ་དང་ལྡན་པར་གྲུབ་པ་ན། ཆོས་ཅན་ཆོས་གཅིག། ཆ་དུ་མའི་བདག་ཉིད་དུ་ཡོད་པ་ཐ་སྙད་པའི་དོན་ལ་མི་འགལ་མོད། དོན་དམ་པར་གྲུབ་པ་ལ་ནི་ཆ་དང་ཆ་ཅན་གྱི་གཉིས། ངོ་བོ་ཐ་དད་ན་འབྲེལ་མེད་དང། ངོ་བོ་གཅིག་ན་ཆ་རྣམས་གཅིག་ཏུ་འགྱུར་བ་དང། ཆ་ཅན་དུ་མར་འགྱུར་བའི་གནོད་པ་བསྟན་ནས། ཆོས་དོན་དམ་པར་གྲུབ་པ་འགོག་སྟེ་འཕགས་པ་ལས། ཚིག་ལས་སོར་མོ་གཞན་མེད་དེ། ཞེས་གསུངས་པའི་རིགས་པ་ལ་རྩལ་དུ་བཏོན་ནས་འཆད་པའོ། དཔེར་ན། གཞན་སྐྱེ་འགོག་པ་ལ་ཡང། བརྟག་མི་བརྟག་གཉིས་སུ། ཁ་ཚོན་བཅད་ནས། བརྟག་པ་ལས་སྐྱེ་བ་བཀག། མི་རྟག་པ་ལ་དུས་མཉམ་མི་མཉམ་གཉིས་སུ་བཅད་ནས་དུས་མཉམ་ལས་སྐྱེ་བ་བཀག། མི་མཉམ་པ་ལ། ཞིག་མ་ཞིག་གཉིས་སུ་བཅད་ནས་ཞིག་པ་ལས་སྐྱེ་བ་བཀག། སྔ་མ་མ་ཞིག་པ་ལས་སྐྱེ་བ་ལ། བར་དུ་ཆོད་མ་ཆོད་གཉིས་སུ་བཅད་ནས་མཆོད་པ་ལས་སྐྱེ་བ་བཀག་སྟེ་དེ་རྣམས་འགོག་པ་ཅུང་སླའོ། དེ་ནས་མ་མཆོད་པ་ལས་སྐྱེ་བ་ལ་བདག་ཉིད་ཐམས་ཅད་ཀྱིས་མ་མཆོད་པ་དང། ཕྱོགས་རིས་མ་མཆོད་པ་གཉིས་སུ་བཅད་ནས་སྔ་མ་ལྟར་ན། དུས་ཆེན་གཉིས་འབྲས་དགོས་ཏེ་དཔེར་ན། རྡུལ་ཕྲ་རབ་འདབ་ཆགས་པ་གཉིས། བདག་ཉིད་ཐམས་ཅད་ཀྱིས་བར་མ་མཆོད་ན། ཡུལ་གཅིག་ཏུ་འབྲས་དགོས་པ་ལྟར་རོ། ཕྱི་མ་ལྟར་ན། ཆགས་དང་བཅས་པས་ཀུན་རྫོབ་པར་འགྱུར་རོ་ཞེས་དབུ་མ་སྣང་བ་ལས་འཆད་དེ། གནོད་པ་སྟོན་མཚམས་མཐར་ཐུག་པ་ནི། ཆ་ཆ་ཅན་ལ་གཅིག་ཐ་དད་ཀྱི་བརྟག་པ་བྱས་ནས་འགོག་པ་འདིའོ། དེས་ན། གཞན་སྐྱེ་ལྟ་བུ་ཞིག་འགོག་པ་ལ་ཡང་གནོད་བྱེད་སྟོན་པའི་རིགས་པས་འགོག་མང་ངོ། སློབ་དཔོན་ཡེ་ཤེས་སྙིང་པོས་བདེན་གཉིས་སུ། བདེན་གྲུབ་འགོག་པའི་རིག་པའི་དངོས་གཞི། མུ་བཞི་དཀྱིལ་འཁོར་ལ་མཛད་པའི་གནོད་པ་མཐར་ཐུག་པ་ཡང། ཞི་བ་ཚོགས་ཡབ་སྲས་དང་འདྲའོ། འདི་དག་ཀྱང། མགོན་པོ་ཀླུ་སྒྲུབ་ཀྱི་རྗེས་སུ་འབྲང་བའི། རིག་པའི་ལམ་ཆེན་པོ་སྟེ། རིག་པ་ལ། བློ་རྒྱས་པར་འདོད་པས་བསླབ་པར་བྱའོ། རང་རྒྱུད་ཀྱི་ཕྱོགས་ལ་འདི་དག་གི་རིགས་པ་ཤེས་ན། གཞན་རྣམས་ཀྱི་རིགས་པ་ཡང་བདེ་བླག་ཏུ་ཤེས་པར་འགྱུར་བས་རྒྱ་མ་སྐྱེད་དོ།